བཀྲ་ཤིས་མཚོན་འདྲའི་བལ་ཕུལ་བཀྲ་ནས། གསང་སྔགས་ཡིན་པ་ཤེས་པར་བྱ། དེ་བར་དུ་ང་ཚོ་གིས་དེ་རིང་ལུགས་སྲིད་སྦྱངས་མིན་ན། དེ་རིང་གི་ཚོགས་ཐེངས་འདི་ནང་ལོགས་ལ་ང་ཚོ་འདི་ཤེས་མགོ་བྱེད་རོགས། བྱེད་སྟངས་ད་འདི་ནང་ལོགས་ནས་ཡང་ང་ཚོ་གིས་ག་རེ་ཡོད་རེད་ལབ་བས་ན། བཀྲ་ཤིས་མཚོན་འདྲའི་བལ་ཕུལ་བཀྲ་ཨ་ལས་རོགས། བཀྲ་ཤིས་མཚོན་འདྲའི་བལ་ཕུལ་བཀྲ་ལས་ཚོ་ཟེར་ན་བཀྲ་ཤིས་ལས།

མགོ། མའོ་ག་ན་རུ་མགོ་བོ་ཟེར་བའི་སྐབས་སུ་ང་རང་ཚོ་མགོ་སྟེ་འདི་གི་དག་ཆ་འདི་ལ་ཡང་མའོ་ག་ན་རུ་མགོ་ཟེར་དགོས་རེད། ནད་སོགས་མགོ་བའང་དགོས་ཟེར་ན་མི་གཅིག་ནས་གཅིག་བརྒྱུད་ཡང་ནད་འགོས་ཟེར་བ། ན་ཚ་འགོས་པ་ཡིན་ན་འདི་ལ་ཡང་ཨའོ་ག་ན་རུ་མགོ་ཟེར་དགོས་རེད། དུས་ཚོད་ལྔ་བ་ས་ལྔ་ལ་ད་དུས་ཚོད་ཞོགས་པ་ལྔ་པོ་ལ་ཡི་ཟེར་བ་འདི་ལ་ས་ལྔ་དང་ལྔ་ཟེར་དགོས་རེད་ས་ལྔ་ལ་ས་ལྔ་དང་ལྔ་རེད། ཐུག་ལ་ལྔ་བ་མ་ལྔ་ཡིན་ཟེར་བ

བཀྲ་ཤིས་དོན་གྲུབ་ཀྱི་ཚོང་ཁང་ནང་ཚོན་འདྲ་འདུག་ད་དོན་རྐྱེན་ངན་ང་ཚོ་ག་རེ་ལས་ན་བཀྲ་ཤིས་དོན་གྲུབ་ཀྱི་ཚོང་ཁང་རེད་ཟེར་ལ་དྲི་བ། ད་ཚོང་ཁང་དེའི་ནང་ལོགས་ལ་ཡ་ཅལ་ལག་ག་རེ་བཙོང་ཡ་འདུག་ཟེར་ལ་དྲི་བ། ཡོ་བྱད་ག་རེ་འདུག་ལབ་ཡ་ན་ཨ་ནི་ཚོན་འདྲ་འདུག་ཚོན་ནོ་རེ་ཚོན་ནོ་ཚོན་བབས་ག་རེ་འདུག་དྲི་བ། ད་ན་ཤིང་གིས་ད་བཀྲ་ཤིས་དོན་གྲུབ་ལ་ཡ་དེ་མི་དེ་ག་འདྲ་ཞིག་འདུག་ལབ་ཡ་ན་སྐྲ་ནག་པོ་རེད་བྱས་བཀྲ་ཤིས་དོན་གྲུབ་ཀྱིས་སྐྲ་ནག་པོ་རེད་བྱས། རེད་ད། ང་ཚོ་གི་ས་ཀ་ད་ཀ་རེད་ད། བ་བ་ཀ་རེད་ད། བེད་སྤྱོད་བཏང་སྟངས་དེ་རེད་ད། ད་མགོ་ཡི་སྐྲ་རེད་ད་བསམ་པར་བཀྲ་ཤིས་དོན་གྲུབ་ཀྱི་མགོ་ཡི་སྐྲ་ནག་པོ་རེད། བཀྲ་ཤིས་དོན་གྲུབ་ཀྱི་སྐྲ་ནག་པོ་རེད་ད་ན་འགྲིག་འདུག་ཨ། བཀྲ་ཤིས་དོན་གྲུབ་ཀྱི་མགོ་ཡི་སྐྲ་ནག་པོ་རེད་ད་ན་འགྲིག་འདུག་ཨ་བྱས་ཙང་ང་ཚོ་གི་དོག་ཆ་དེ་མ་ནོར་ཡས་ཆེད་དུ་ལ་ས་ཀ་ད་ཀ་རེད་ད་བ་བ་ཀ་རེད་ད་སྐྲ་གཉིས་ག་བ་ག་བ་ལ་བེད་སྤྱོད་བཏང་དགོས་འདུག་འོ་དེ་གཅིག་རེད་བ། ཨ་ནི། དེའི་རྗེས་ལ། ད་དེ་ལས་དུས་ཚོད་ལྔ་བ་ས་ལྔ་ལ། ཐུགས་ལ་ལྔ་བ་མ་ལྔ་ཡིན་ཟེར་རོ། དུས་ཚོད་ལྔ་བ་ས་ལྔ་ལ། དུས་ཚོད་ལྔ་བ་ས་ལྔ་ལ་ཐུགས་ལ་ལྔ་བ་མ་ལྔ་ཡིན། དུང་ཆའི་ལྔ་ནི་ར་ལྔ་ལ། གྲངས་ཀྱི་ལྔ་ནི་ལ་ལྔ་ཡིན། ད་དེ་ང་ཚོ་ཚིག་གཅིག་ཏུ་བྱེད་རོ། ད་ས་ལྔ་ད་ལྔ།

ས་ལྔ་དང་ལྔ་སྟེ་བརྒྱད་ལ་བསྡུ་བ། ལྔ་སྟེ། ལྔ་སྟེ་ལྔ་སྟེ་ལྔ་སྟེ་ལྔ་སྟེ་ལུང་པ་རེ་ལ་ལྔ་སྟེ་རེ་ལྔ་སྟེ་གི་སྡེ་འཛུགས་ལྔ་སྟེ་ན་ལྔ་སྟེ་མང་བོ་ལྔ་དང་བདུན་བཅས། ཡོན་ཏན་ལ་ལྔ་བ་མཆོག་ཏུ་གྱུར་པ་ཡོན་ཏན་ལ་མཆོག་ཏུ་གྱུར་པ་མང་བོ་ལྔ་ཡང་ལྔ་འདུ་བཅས་ད་ལྔ་པོ། སྔ་དྲོ་ལྔ་པོར་ལངས་ནས་ལུས་རྩལ་དང་དབུགས་སྦྱོང་བྱེད་དགོས་ཟེར་བ་ད་འདི་བྲིས་པས་ན་ས་ལྔ་དང་ལྔ་སྟེ་བེད་སྤྱོད་གཏང་དགོས་གོ་རེ་ཞོག་གི་ལྔ་པོ་ནས་ལངས་ནས་ལུས་རྩལ་དང་དབུགས་སྦྱོང་བྱེད་ཡ་ད་ཨིན་ཇི་སྐད་ན་ཡོ་ག་བྱེད་དགོས་རེད།

ལྔ། རིག། རིག་ནི་ལྔ། རིག་ནི་ལྔ་གི་བསྡུས་མིང་འདིར་བ། ཚང་མ་རིག་ནི་ལྔ། བསྡུས་བས་ན་ལྔ་རིག་ལས་རེད་བ། ཨ་ནི་གྲངས་ཀྱི་ལྔ། གཅིག་ནས་ལྔ་བར་དུ་ལྟར་གཅིག་གཉིས་གསུམ་བཞི་ལྔ། ལ་ལྔ་དང་ལྔ་ཁྲི་དགུ་དགུ་རེད་བ། ད་ལྔ་ཡབ་ལས་འདི་ལྟ་ལྔ་ཡབ་ལས་འདི་ག་རེ་ལས་ན་རྒྱ་གར་གྱི་ཚོང་ཁང་མང་ཆེ་བའི་ནང་ལོགས་ལ། ཚོང་མང་ཆེ་བའི་དེ་ནང་ལོགས་ན་ཨ་ནི་རྔ་ཡབ་བེད་སྤྱོད་གཅིག་པོ་རེད་ཟེར། ད་རྒྱ་གར་གཅིག་པོ་མ་རེད་ད་ཚོང་ཁང་ཆེན་པོ་འདི་འདྲའི་ནང་ལོགས་ལ་ཨ་ནི་རྔ་ཡབ་བེད་སྤྱོད་གཙང་མ་བཟོ་ཡ་བྱེད་དུས་ལ་རྔ་ཡབ་དེ་བེད་སྤྱོད་བྱེད་དགོས་རེད། ད་ལགས་ང། ཁྱིམ་ཚང་ཁག་ནང་ལ་ཞབས་རིམ་སྐབས་ད་ཁྱིམ་ཚང་དེ་ང་རང་བསླབ་གྲྭའི་ཁྱིམ་ཚང་དེ་མ་རེད་ད། སོ་སོ་ནང་ལ་ཁྱིམ་ཚང་ལ་སོ་སོའི་ཁྱིམ་ཚང་ལ་ཞབས་རིམ་ད་ཞབས་བརྟན་འདི་འདྲའི་གཏང་གི་རེད་བ། དེ་འདྲའི་སྐབས་སུ་ལ་གར་བེད་སྤྱོད་བྱེད་དགོས་རེད་ལགས་རྔ་བེད་སྤྱོད་བྱེད་དགོས་རེད་བ། རྔ། ལག་པའི་སྡུག་བསྔལ་དེ་རྔ་བེད་སྤྱོད་བྱེད་དགོས་རེད་བ། དེ་ལྟར་ལ་རྔ་བེད་སྤྱོད་བྱེད་དགོས་རེད།

དེ་ནས་གོང་མའི་ད་དེ་ཐ་མ་དེ་ལས་ད། ད་དེ་ག་རེ་ལ་ན་ཐ་མ་དེ་ལ་ཡ། གོང་མའི་སྔགས་པ་མ་སྔགས་ལ། སྔགས་འདྲེན་པ་དང་སྔགས་པ་སོགས་གསང་སྔགས་ཡིན་པར་ཤེས་པར་བྱ། ད་དེ་ང་ཚོ་ཐ་མ་དེའི་ཚིགས་བཅད་དེ་བྱེར་བ། ད། མ་སྔགས་མ། མ་བུ་སྔགས་ཀ་གསང་སྔགས་མ་སྔགས་དང་ས། ས་སྔགས་ད་སྔགས་ཀ་གསང་སྔགས་ས་སྔགས། མ་སྔགས་དང་གསང་སྔགས་བེད་སྤྱོད་དང་དང་བྱེར་བ། འདི་ག་འདྲི་ཟིན་པ་རེད་བ། ད་དང་པོ་དེ་རྣམས་ངག་གི་ནང་ལོགས་ལ་སྔགས་ཉོ། དཔེར་ན། ད་རིང་ཁྲོམ་ལ་ཅིག་འགྲོ་གི་ཡོད་ན་སོ་སོ་འགྲོ་ཡ་གི་གི་དུས་ཚོད་མེད་བ་བྱེད་རེད་བ། དེ་འདྲ་མེད་བ་བྱེད་ཨེ་མི་གཞན་པའི་རྗེས་འགྲོ། མི་གཞན་པ་དེ་ལ་སྔགས་བས་ན་ལྕགས་ལག་དེ་ཉོ་ཡོང་རེ་བྱེད་ཡ་ཟེར་སྔགས་བས་ན་སྔགས་ཉོ། སྔགས་ནས་ཚུལ་ཉོ་བ་དེ་ལ་སྔགས་ཉོ་རེད་རེད་བ། བཀའ་སྔགས་ལས་ན། ཨ་ནི། སོ་སོ་ལས་རྒན་པ་གོང་མ་དེ་ཚོས་གི་ཨེ་མཚམས་ང་ཚོ་ལ་ཡ། བཀའ་བཏང་ཡ་ཞེས་རེད་བ། འོ་དེ་ལ་བཀའ་སྔགས་ཟེར་རེད་བ།

ལ་སློབ་ཕྲུག་ལ་ག་རེ་བཀའ་གནང་རྒྱུ་ཡོད་ན་འདི་གནང་ཆིངས་བྱས་ཟེར་བ་འདི་ལ་ཡང་བཀའ་མངགས་བཞིན་བཀའ་ག་རེ་གནང་བ་ནང་བཞིན་གྱི་མངགས་པ་ནང་བཞིན་གྱི་ང་ཚོ་བྱས་དེ་ལ་བཀའ་མངགས་རེད་བ། མ་མངགས་ཁ་སང་བྲེལ་རེད་བ་ད་མངགས་ཉོ་དང་བཀའ་མངགས་གཉིས་ཀྱི་ཁྱད་པར་འདུག་དོ། གཅིག་སོ་སོའི་ངོས་ནས་འདོད་མོས་བྱས་ནས་མངགས་ཡ་ཞུ་རེད་དེ་བྱས། གཅིག་དེ་བཀའ་མངགས་ལ་ཡང་འདོད་མོས་མེད་པ་བྱས་གཞན་པ་གཅིག་གིས་བཀའ་བཏང་བྱས་འདི་ལ་བྱས་ཟེར་བ་འོ་དེ་གཅིག་ཞུ་རེད་བ།

རྗེ་བཙུན་མི་ལག་གིས་ཨ་ནེ་སློབ། དང་པོར་སློབ་སྦྱོང་དེ་ཨ་ནེ། ཕ་མ་ཕ་མ་གཉིས་ལ་ངན། ཨ་ཁུ་གིས་ངན་པ་བཏང་བསྡད་པའི་སྐབས་སུ་ཨ་ནེ་ཁོང་གིས་སློབ་སྦྱོང་དེ་ངན་སྔགས་ཐོག་ནས་སློབ་སྦྱོང་བྱས་རེད་བ། ད་ལྟའི་བ་དེ་རེད་ངན་སྔགས་ལ་ཡ་སྟེ་ཐུགས་བཏང་སྟེ་རེད་བ། ཕ་ཆོག་མེད་བ་མི་བྱེད། ཕ་ཆོག་དེ་གནོད་པ་སྐྱེན་ཡིན་ཏེ་མེད་བ་སོགས་ཡ་བྱེད་དུ་སྔགས་རྒྱ་ཡ་བྱེད་རེད་བ་འདི་ལ་ངན་སྔགས་ཟེར། ད། གནད་དོན་གང་བྱུང་ལ་ངན་སྔགས་དེ་བཅོས་གཏོང་མི་རེད་ད་ང་རང་ཚོས་གང་བྱུང་མང་བྱུང་ལ་ཡང་དེ་འདྲའི་ངན་སྔགས་བེད་སྤྱོད་བཏང་ཡ་ཡོད་མ་རེད་བ། ངན་སྔགས་ལས་སྔགས་དུག་ཆོས་དེ་འདྲས་ལོ། ད་མེ་ཏོག་རྩ་མེད་བཏང་ཞེས་དེ་འདྲས་སྔགས་དེ་འགྲོ། དེ་འདྲས་ག་བ་ག་ཚར་ལ་བེད་སྤྱོད་བཏང་ཡོད་མ་རེད། ད་འུ་ཐུག་ཐབས་ཟད་ཞུ་བྱེད་ན་ནི་མ་གཏོགས་ཞུ་བེད་སྤྱོད་བཏང་ཡོད་མ་རེད་ཟེར་བ། དེ་སྐབས་ཚུན་ལ་ང་ཚོ་ངན་སྔགས་ལས་དེ་བརྩོན་པ་ལ་ག་རེ་བེད་སྤྱོད་བཏང་དགོས་རེད་སྔགས་ལས་དེ་ག་རེ་བེད་སྤྱོད་བཏང་དགོས་ལེ་ན་གསང་སྔགས་དང་སྔགས་ག་ས་སྔགས་བཏང་དགོས་རེད་བེད་སྤྱོད་རེད་བ། ཨ་ནེ། ལྕགས་ལག་སྔགས་པ་དང་གོང་མའི་སྔགས་པ་དང་དེ་འདྲས་བེད་ལ་ཡང་གསང་སྔགས་དང་སྔགས་ག་ས་སྔགས་བེད་སྤྱོད་བཏང་ན་ནོར་དགོས་རེད་བ།